འོས་བསྡུ་གྱི་གྲུབ་འབྲས་དབུས་ལྷོ་ནས་གསལ་བསྒྲགས་ཀྱང་གནང་བ་རེད། ད་དེའི་རྗེས་འབྲེལ་གྱིས་ད་སྲིད་སྐྱོང་གི་འོས་བསྡུ་དེ་ད་ལྟ་ད་མི་མང་མང་པོ་ཞིག་གིས་ཤ་ཚ་དང་རྒྱབ་སྐྱོར་བརྟན་བྱས། ང་ལ་ཡང་ད་བརྒྱ་ཆ་དྲུག་ཅུ་ལྷག་གིས་ཐོབ་ཡོད་པའི་སོང་ཙང་ལྷོ་དངོས་གཞིའི་ལས་རིམ་འགྲོ་མ་གོ་ཐོག་ནས་ཨ་ཅིག་སྔོན་འགྲོ་རང་ནས་ད་ཐག་གཅོད་པའི་ན་ཐང་དུག་ཆེན་བྱུང་བ་རེད། སྐབས་དེ་ནས་ཕྱི་རྗེས་ད་ལྟ་བར་དུ་བརྒྱུད་ལམ་ཁག་གང་ལ་ཡང་ད་ཅིག་ཡ་ལན་དམིགས་བསལ་ཞུས་མེད་ད་དམིགས་བསལ་ཞུ་གཅིག་དགའ་སྤྲོ་ཆགས་པ་དེ་འདྲའི་གལ་མི་འདུག་ལ། ཨ་ཅིག་ཞུ་གཅིག་སྨད་ར་བཏང་བ་ཡིན་ནའི་ཡང་ཅིག་ཞུ་གཅིག་སེམས་སྡུག་ཡ་བའི་ན་ཐང་བཟོ་རོགས་དེ་འདྲའི་གལ་མི་འདུག་དེ་ཡིན་དུས་མཚམས་པ་ད་རིང་ད་གོ་སྐབས་འདི་བརྒྱུད་ནས། ད་བོད་རྒྱ་ཆེའི་མི་མང་གིས་བསམ་ཤེས་གནང་ནི། ང་ལ་ཡང་ད་ཡང་བརྒྱ་ལོ་ལྔ་གི་རྒན་བཀུར་ཡ་ལི་ཡ་ཡིད་ཆེས་གནང་བ་དང། འདས་པའི་གི་ད་ལོ་ང་མ་སེམས་ཤེས་རིག་ང་ལ་ཡང་བཀའ་ཤག་སྐབས་བཅུ་དྲུག་པའི་གི་ནས་ལས་དོན་སྒྲུབ་པའི་སྐབས་ལ། ང་ཚོའི་ངོས་ནས་ཕ་གང་ཐུག་ཅི་ཐུག་ཕ་བྱེད་རུ་ཞུ་ཡ་གི་འབད་བརྩོན་ཞུས་ཡོད་ལ། མང་ཚོགས་ངོས་ནས་ཡིན་པ་ཡིན་ནའི་ད་ཅིག་རྣམ་འགྱུར་བཟང་ཕྱོགས་ཀྱི་མང་པོ་ཞིག་ཡོང་སྡོད་ཀྱི་འདུག་ད་ང་ཚོས་ཡིད་ཆེས་བྱེད་ཡ་དེ་ད་ལྟ་བར་དུ། ད་ང་ཚོ་ཁ་ནས་སྐད་ཆ་མང་པོ་ཅིག་གཅིག་སྒྲིལ་དང་གཅིག་སྒྲིལ་སྐད་ཆ་མང་པོ་ཞིག་བཤད་བསྡད་པ་ལས། འགན་འཁྱེར་བའི་སྐབས་དེ་ལ་ཡང། ཕྱི་ཡོང་ལ་ཡ་གཅིག་ཕན་ཐོག་ཡ་གི་ཚང་མ་ལོག་ལས་སྤྱི་སྙོམས་ཀྱི་ག་འདྲ་ཡོང་གི་འདུག་འཕྲལ་ཕུགས་རྒྱང་གསུམ་བསམ་སྟངས་བྱས་ཐབས་ཇུས་དང་ལྡན་པའི་ལས་ཀ་བྱས་ཏེ། གལ་ཆེན་པོ་གཅིག་ཕྱིས་ནས་ལས་ཀ་བྱས་པ་དང། ད་ནི་བོད་མིའི་སྒྲིག་འཛུགས་དང་ལས་འགན་གལ་ཆེ་ཤོས་གཅིག་དེ་ནི། བོད་དོན་བདེན་མཐའ་སེལ་ཡ་དེ་རེད། བོད་དོན་བདེན་མཐའ་སེལ་ཡ་དེ་གང་ལ། དབུ་མའི་ལམ་གྱི་སྲིད་ཇུས་འཛིན་པའི་ཐོག་ནས་ཐབས་ཇུས་ལ་འགྱུར་བ་བཏང་ནས་ད་ཐ་སྙད་ལ་ངོས་ལེན་ཡོང་ཡག་འབད་བརྩོན་ཞུ་ཡ་དེ་གིས་ང་རང་ཚོ་བོད་མིའི་སྤྱི་ཚོགས། མཉམ་དུ་ཁྲིད་ཐུབ་ཡ་དང། རྒྱལ་སྤྱིའི་ནང་ལོགས་ལས་ནས་ང་ཚོའི་ཅིག་ཞུ་ས་དང། དེ་གའི་གི་ལམ་ཁ་ཡོད་པའི་ཐོག་ནས་མ་འོངས་པ་ཡང་དགོས་ཡས་མང་པོ་ཅིག་ཆགས་ཀྱི་ཡོད་པའི་གནས་སྟངས་ཅིག་དུ་ཕྱིན་ཡོད་པ་དེ་གའི་དེ་ད། ཐོག་ནས་ང་ཚོས་འཛུགས་ཕྱིར་འགྲོ་བསྡད་དུས་ཚན་པ་བོད་མི་ཚང་མ་སྙོབ་ལུགས་ཐོག་ནས་ཆེས་མཐོའི་ཡོད་པ་ཅིག་ད་ནུས་པ་མཉམ་སྤུངས་སུ་ཡ་དེ་ག་ནས་དང་ལས་ག་རེ་བྱས་པ་ཡིན་ནས་ད་རྒྱབ་བཤིག་རྒྱ་ཡས་མ་ཡིན་པ་བྱས་བྱས་ང་ཚོ་མདུན་བོད་ཕྱིར་འགྲོ་དགོས་ཡ་དེ་ད་གལ་ཆེན་པོ་ཅིག་བྱས་ལོ་ལྔ་རེ་འགའ་ལས་ཀ་བྱས་པ་རེད་ཞབས་ཞུ་ཞུས་པའི་ཁུལ་རེད་ད་དེ་ཞབས་ཞུ་ཞུས་པའི་གི་གྲུབ་འབྲས་སུ་འགྲོ་དེ་མི་མང་གི་ངོས་འཛིན་གནང་བྱས་ནས་ད་རིང་གི་འོས་བསྡུ་ལས་རིམ་འདིའི་ནང་ལོགས་ལས་ཡ། ཉིས་སྟོང་ཉེར་གསུམ་གྱི་འོས་བསྡུ་ལས་རིམ་དེའི་ནང་ལོགས་ལས་ང་ཚོ་དམ་བཅའ་གཅིག་བཞག་པ་རེད། སྤྱི་བཏང་གི་མང་གཙོ་ཟེར་ཡ་དེ་ཁོ་ད་སྤྱི་ཚོགས་རང་བཞིན་དུམ་བུ་བཀྲོལ་ཡ་གི་གཞི་གཅིག་ཏུ་བསྡུ་བ་ག་རེ་ཟེར་ན། འོས་མི་ག་ཚོད་ཡོད་པ་ཡིན་ནའི་དེའི་ནང་ལོགས་ནས་གཅིག་མ་གཏོགས་ད་ལན་ཡོང་མར་བ་སྲིད་སྐྱོང་སོགས་ཆ་བཞག་ཡོད་ན། དེ་ཡིན་དུས་བསམ་པ་ཨ་ནི། དེ་འདྲའི་གི་ད་འགྲན་རྩོད་ནང་ལོགས་ལ་འགྲོ་མོ་ག་བྱས་བྱས་སོ་སོས་ག་རེ་བྱེད་ཀྱི་ཡོད་པ་དེ་གཅིག་པོ་གཅིག་དྲ་རྒྱའི་ཐོག་ནས་བཤད་བྱས་བྱས་པ་རེད། ད་ལན་དེ་ཡིན་པ་ཡིན་ནའི། འོས་བསྡུ་དྲིལ་བསྒྲགས་རྩ་བ་ཉིད་ནས་མ་བརྗོད་ཡ་དང། ཨ་ནི་ད་འདས་པའི་ལས་ཀ་བྱེད་པའི་གི་འདི་གའི་འདི་ལ་ཡང་མི་མང་གི་བལྟས་བྱས་ཐག་གཅོད་གནང་དགོས་ཀྱི་རེད་མ་གཏོགས་ང་ཚོའི་ཁ་ནས་ཅིག་ད་ཁས་ལེན་མང་པོ་བྱས་ནས་ཕན་ཐོག་མེད་པ་ཅིག་ལས་ངོས་འཛིན་བྱས་བྱས་དུ་བྱས་པ་རེད་དེ་ཡིན་དུས་བསམ་པ། ཨ་ནི་ད་སྤོབས་པའི་ཐོག་ནས་ཞུ་ཐུ་བས་ཅིག་དེ་ཨ་ནི་ད་རིང་འོས་བསྡུ་གི་བརྒྱུད་རིམ་ནང་ལ་ཡང་ངའི་ངོས་ནས་ཅིག་སྤྱི་ཚོགས་དང་པོ་སྤྲོད་ཡ་ལེ་ཡ། ཁྱོད་ཚ་བ་ནས་ཁྲུས་མས་བྱས་བྱས་ད་དེ་བོད་པའི་ཐོག་ནས་ཞུ་ཐུབ་ཡ་ཅི་རེད་མ་འོངས་པ་ཡིན་པ་ཡིན་ནའི་ང་ཚོའི་མང་གཙོའི་གི་ལམ་སྲོལ་དེ་རྒྱུན་གནས་ཐུབ་ཡ་དང་དེ་འདྲའི་གི་ཆེད་དུ་ང་ཚོའི་གནས་བབ་དང་འཚམས་པ་ཅིག་བྱེད་ཐུབ་དགོས་ཡ་དེ་གལ་ཆེན་པོ་ཡིན་པ་དེ་ད་སྨོས་མེད་རེད་དེ་ཡིན་དུས་ཚང་མ་དེ་ད་ཞོར་དུ་ཞུས་པ་རེད་དེ་ཡིན་དུས་ད་ད་རིང་འོས་བསྡུ་གི་ལས་རིམ་དང་འོས་བསྡུ་གི་གྲུབ་འབྲས་ཚང་མ་གསལ་བསྒྲགས་ཟིན་པའི་ཐོག་ནས་བར་ལམ་དུ་གནས་ཚུལ་བྱུང་བཞག་པ་ཁ་ཤས་ཀྱི་སྐོར་ལ་ཡང། དཔེར་ན་ད་འདས་པའི་ལོ་གཅིག་ནང་ལོགས་ལ་ཡང། གལ་ཆེ་ཤོས་གཅིག་དེ་ནི་ད་ག་ཟེར་ཉིན་དེ་ཉིན་གསང་སྔགས་ནང་ལོགས་ལ་ཡང་གཅིག་བོད་རྒྱའི་དཀའ་རྙོག་སེལ་ཡག་གི་ཁྲིམས་མིས་གཏན་འབེབས་བྱས་ཡག་དང་སྲིད་འཛིན་གྱིས་ད་མཚན་བཀོད་རྒྱབ་བཞག་པ་དེས་ང་ཚོའི་ལོ་རྒྱུས་ཀྱི་ཐོག་ནས་གནད་འགག་ཅིག་ཆགས་ཀྱི་ཡོད་རེད་ལ། ཉེ་བའི་ཆ་ལ་ད་ལྟ་སྔོན་རྩིས་ཀྱི་ཉིས་སྟོང་ཉི་ཤུ་དྲུག་ཨ་རིག་སྔོན་རྩིས་གཏན་འབེབས་བྱས་བཞག་པའི་གིས་དེའི་བརྒྱུད་རིམ་ནང་ལོགས་ནས། ཨ་ནི་སྔོན་རྩིས་རང་ལྟ་ལས་གཞི་གང་གི་ཆེད་དུ་དངུལ་འབོར་ག་ཚོད་ཡོད་པ་ཤོག་ལས་ཞུས་ཡོད་རེད་དེ་བེད་སྤྱོད་བཏང་སྟངས་དང་འབྲེལ་བའི་གི་ཐོག་ནས་ཡང་འགྲེལ་བརྗོད་གི་ཤོག་ལས་དེའི་ནང་ལོགས་ལས་ཡང་ཨ་ནི་ཁྲིམས་ཡིག་འདིའི་ཆེད་དུ་ཟིན་ཐོའི་ཚན་པ་ལ། ད་ནི་སྔོན་རྩིས་གཏན་འབེབས་ཀྱི་ཁྲིམས་ཡིག་འདིའི་ཆེད་དུ། སྔོན་རྩིས་ལག་བསྟར་བྱེད་ཡག་གི་ཁྲིམས་ཡིག་འདིའི་ཆེད་དུ་ཞེས་གསུང་གི་ཡོད་རེད་དེ་འདུལ་ཁྲིམས་ཡིག་འདིའི་ཆེད་དུ། ད་ནི་བོད་མིའི་སྒྲིག་འཛུགས་འདིས་བཙན་བྱོལ་བོད་གཞུང་ནས་ཡང་ད་ནི་ངོས་འཛིན་བྱེད་ཀྱི་ཡིན་ཞེས་ཡ་དེ་ཡི་ཡང་གོམ་པ་ཆུང་ཆུང་ཅིག་ད་ནི་འདས་པའི་ཟླ་བ་ཁ་ཤས་ཤིག་ནང་ལོགས་ལས་ཡང་བརྒྱབ་ཐུབ་པའི་གནས་སྟངས་ཆགས་བསྡད་ཡོད་རེད་མ་འོངས་པ་ད་ཨ་རིའི་གཞུང་གཙོས་བོད་ཀྱི་ཨ་ནི་རང་བྱུང་སྐྱེ་ཁམས་དེ་ཚོ་ད་ག་ཚོད་རེད་རང་བཙན་ཡོད་དེ་ངས་དང་རང་དབང་ལ་ཡང་ཡིད་ཆེས་བྱེད་ངེས་ཀྱི་རྒྱལ་ཁབ་དེ་ཚོའི་ནང་ལོགས་ལ་ད་ང་ཚོ་ཤུགས་ག་ཚོད་རྒྱག་དགོས་ཀྱི་ཡོད་མེད་དེ་དེ་ནས་རང་བཞིན་གྱི་ཚོར་ཐུབ་ཀྱི་རེད་བསམ་བསམ་རོ་ཅིག་དྲན་བསྡད་ཀྱི་ཡོད་ཨ་དེའི་ཐོག་ལ་ཡ་ད་ཅི་ནས་ཁོང་ཚོ་སྐྱབས་མགོན་ཆུ་མོ་མཆོག་གུས་ཡང་སྲིད་དང་འབྲེལ་བའི་ཐོག་ནས་ཕོ་བྲང་ནས་ད་རྒྱག་རོམ་ཞིག་གསུང་དྲིན་དུ་བྱིན་རླབས་འཕེལ་བ་ནང་བཞིན་བྱས་རྗེས། འདིའི་འཛམ་བུ་གླིང་ནང་ལོགས་ལ་ཡང་དང་བརྒྱུད་ལམ་ཁག་མང་པོ་སྤྱི་ནས་ང་ཚོའི་བོད་པ་ཚོས་དང་སྐུ་མདུན་གྱི་དགོངས་པ་ག་རེ་ཡོད་པ་དེ་དག་བརྒྱུད་བསྒྲགས་བྱེད་ཐུབ་པ་དང། དེ་ལ་བརྟེན་ནས་རྒྱ་ནག་གིས་སེམས་འཚབ་ཆེན་པོ་བྱས་དགོས། རྒྱ་ནག་བོད་ལས། ཡང་ན་འགོ་ཁྲིད་མང་པོ་ཅིག་ད་མིང་ག་རེ་དོན་དག་རེ་བཏགས་ཡོད་མེད་ལ་མ་ལྟོས་པའི་ད་ཡོང་དགོས་ཡག་གི་གནས་སྟངས་ཟེར་བ་དེ་འདྲ་ཆགས་པ་འདི་ཚོ་ཡང་ལོ་རྒྱུས་ཀྱི་རང་བཞིན་གྱི་གནས་བབ་ད་གལ་ཆེན་པོ་དེ་ལས་དུག་ཤིང་ཆགས་བསྡད་ཡོད་རེད། དེའི་སྒང་ལ་ད་སྐུལ་ཡོད་ཀྱི་གོ་དོན་ལོ་ཅིག་གང་ཚང་ཅིག་ང་ཚོ་བྱམས་བརྩེའི་ལོ་སྲུང་བརྩི་ཞུ་ཡ་དང་འབྲེལ་བའི་ཐོག་ནས་ད་ལྟ་གང་ཡག་ཡག་འདྲ་བོ་ཅིག་ད་འཛམ་གླིང་ཁྱོན་ཡོངས་ལ་ཡང་མང་ཚོགས་དང་ད་དུང་རྒྱབ་སྐྱོར་བྱེད་མཁན་དང་རྒྱབ་རོམ་བྱེད་ལ་ཡང་རྗེས་སུ་ཞུ་མཁན་དང། ཨན་ཞིག་དགའ་མོས་བྱེད་མཁན་ཚང་མ་ལ་མཉམ་ཞུགས་བྱས་རྗེས། ལས་རིགས་མང་པོ་ཞིག་ད་ལྟ་ཡིན་ནའི་འདུ་བྱེད་ནི་སྤེལ་བསྡད་ཀྱི་ཡོད་རེད་ད་ལྟ་མུ་མཐུད་ནས་འགྲོ་བསྡད་ཀྱི་ཡོད་རེད་དེ་གང་ལེགས་ཡོང་བསྡད་ཀྱི་འདུག་ཚང་མ་ཡིན་ད་ལྟ་ཡིན་ནའི་མཇུག་མ་འགྲིལ་གྱི་བར་དུ་ང་ཚོ་མུ་མཐུད་ནས་ཨ་ནི་འདི་གང་ལ་འབད་དགོས་ཡ་དེ་གལ་ཆེན་པོ་རེད་ཕྱི་ནས་དུས་གཅིག་ཞུ་བའི་འདོད་པ་བྱུང་སོང། དེ་ནས་ད་ག་ཚོད་ཕྱི་ཟླ་དང་པོའི་ཟླ་མཇུག་གཉིས་པའི་ལང་གོ་ལི་ཡ་དེ་ནས་ཕ་ཨ་མི་རི་ཀ་ཕྱིན་པ་རེད། སྐབས་དེ་དུས་ལས། ད་བོད་དོན་དམིགས་བསལ་འབྲེལ་མཐུད་པ་དེ་སུ་ཡིན་མིན་ད་ང་ཚོ་ད་ཉིན་ནས་ཅི་འདྲ་འདུན་པ་ཞིག་ལ་ཧ་གོ་གི་ཡོད་རེད། ཡིན་པ་ཡིན་ནས་ད་གཞུང་འབྲེལ་གྱི་བཤད་སྒྲགས་དེ་དོན་མེད་པའི་སོང་ཙང་ཨ་ནི་ང་ཚོ་ད་འབྲེལ་ཡོད་དེ་ཁོང་ཚོ་དང་མ་ཚོས་མཇལ་ནས་ཅི་ཀ་མེད་ཞུ་དགོས་ཡོད་ད་དེ་གས་ཚང་མ་ཞུས་པ་རེད་དེ་ཡིན་ནས་སྐབས་དེ་དུས་ད་གཞུང་འབྲེལ་གྱི་བཤད་སྒྲགས་མགྱོགས་པོ་ཕེབས་ཀྱི་རེད་གསུངས་བྱས། ད་ད་ལྟ་ཅི་བདེ་ལོག་མིན་ན་ཨ་ནི་ལོ་སར། ཉིན་མོ་དེ་ནི་མི་སེར་འབྲེལ་མཐུད་པ། བོད་དོན་མི་སེར་འབྲེལ་མཐུད་པ Riley Barnes བསྐོ་གཞག་བྱས་པའི་གནས་ཚུལ་དེ་ཐོན་པ་རེད་ཨེ་ང་ཚོ་ཁོ་རང་བྱས་དེ་ད་དུས་འདྲ་ཞན་ཞིག་གནས་ལ་ཆས་པ་རེད། དེང་དུས་དེ་ཡང་ཅིག་སྣེ་མང་སྲིད་འཛིན Trump དང་པོའི་གི་སྐབས་ལ་ད་འདུར་བ་ཡིན་ན་ད་ལོ་གཉིས་པའི་གི་ད་ལོ་མགོ་ལ་ཡང་བོད་དོན་མི་ཤེས་འདྲེ་འདུལ་བ་བསྐོ་ཐུབ་པ་བྱུང་བ་དང་དེ་མངལ་ནས་ད་བོད་དོན་གྱི་ཐོག་ལ་ཡང་འགན་འཁྱེར་བསྡད་ཀྱི་ཡོད་པ་དེ། ཡང་སྨྱན་མང་དང་བྱ་བ་ཡིན་ན་བཟང་ཕྱོགས་ཀྱི་བར་དོ་ཞིག་ལ་ཡང་དངོས་འཛིན་འདུག་བཞིན་ཞུ་བསྡད་ཀྱི་ཡོད། ཡང་དེ་ནས་དངོས་འཛིན་དང་འབྲེལ་བའི་ཐོག་ནས་དེ་མངལ་ནས་གསལ་བཤད་ཞུ་ཐུབ་པའི་སྐབས་ལ་ཞུ་ཡོད་རེད། ཨ་མི་རི་ཀའི་གི་རྒྱལ་སྤྱིའི་ཁྱོན་ནས་ཡང USAID ཞེས་པ་དེ་ད

འབྲེལ་ཡོད་མི་སྣ་མང་པོ་ཞིག་གི་རྒྱབ་སྐྱོར་ལ་བརྟེན་ནས། སྨྱན་མ་སྔོན་རྩིས་ནང་བཀའ་འཁྲོལ་ཡོད་བསྡད་པ་ནང་བ་ནས་ཕྱེད་ཀ་ལྷག་ཅིག་ང་ཚོ་ཚུར་རག་བསྡད་ཡོད་རེད། དེ་ཡིན་དུས་ད་ཨ་རིའི་གཞུང་ཁོ་རང་ཚོའི་ནང་ལོགས་ལས། USAID གི་ལས་བྱེད་མང་པོ་ཞུ་ཅིག། མེད་པ་བཟོས་ཟིན་པ་དང་ཕྱི་སྲིད་ལས་ཁུངས་ལའང་ལས་བྱེད་བརྒྱ་ཆ་ཉི་ཤུ་ཞིག

ད་ལྟ་བཀའ་འཁྲོལ་ཡོད་བཞིན་པའི་དངུལ་ནག་ལོང་ནས་ཆ་ག་ལྷག་ཞིག་ང་ཚོས་ཚུར་ཐོབ་ཐུབ་པ་དང་གཞན་པ་མང་པོ་ཅི་ལ་བྱུང་མེད་པ་ང་ཚོས་བྱུང་ཐུབ་པ་འདི་རྒྱ་གར་མི་ཆེན་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་བྱུང་ཡོད་པ་སྤྱི་དང་ལོ་རྗེས་མའི་གི་དངུལ་འཛིན་ནང་ལོག་ལས་ནས་བོད་ཕྱི་ནང་གཉིས་ནང་ལོག་ལ་ད་རེས་འགྲོ་ན་ས་ཡ་གཉིས་ས་གསུམ་ཞིག་བླུགས་ཐུབ་པ་བྱུང་བ་འདི་ལོ་ལྟར་ཆ་ག་ལས་རྒྱབ་ཆད་བྱེད་དགོས་ཀྱི་ཡོད་རེད་མ་གཏོགས་ཅིག་གིས་ལོ་གཅིག་རག་གི་ཡོད་པའི་རྒྱུ་མཚན་ལ་བརྟེན་ནས་ལོ་ཞེ་མང་རང་བཞིན་གྱི་རག་གི་ཡོད་པ་འདི་ཁྱབ་ཀྱི་ཡོད་མ་རེད། དེ་མཁྱེན་དགོས་ཡག་གི་གནས་ཚུལ་ཞིག་རེད། དེ་དང། ད་མ་འོངས་པར་དེ་དག་ཆ་ཚང་ཞིག་འཛིན་སྐྱོང་ངོས་ནས་སྤྲད་ཀྱི་རེད་སྤྲད་ཀྱི་མ་རེད་ཞེས་ཡ་དེ་ཚོ་ང་ཚོ་ང་ཚོའི་སྡེ་ནས་ཚུར་ཕར་ཡང་འགྲེལ་བཤད་བརྒྱབ་སྟངས་ལས་རག་ལས་ཀྱི་ཡོད་རེད་ད་ལས་གཞི་ག་རེ་བྱེད་ཀྱི་ཡོད་པ་ཡིན་ནའི་དེ་གས་ཚང་མ་ལོ་ཨ་མི་རི་ཀ་ལ་ཡང་ཁེ་ཕན་ག་འདྲས་སྒྲུབ་ཀྱི་ཡོད་མེད་ཨ་མི་རི་ཀའི་བདེ་འཇགས་དང་ཨ་མི་རི་ཀའི་དཔལ་འབྱོར་དང་དེ་ཚོ་ལ་ཁེ་ཕན་ག་འདྲས་ཡོང་གི་ཡོད་མེད་ད་འགྲེལ་བཤད་བརྒྱབ་དགོས་ཡག་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་དེ་ཚོ་ང་ཚོ་མཁྱེན་དགོས་ཡག་གལ་ཆེན་པོ་རེད། དེ་ཡིན་པའི་སོང་ཙང། དེ་ཚོ་ཅིག་ད་འགྲེལ་བཤད་ཅིག་ཚད་ལྡན་ཅིག་བྱུང་བ་ཡིན་ན་ནི། ཨཱ་ནི། བཀའ་ཁྲོལ་ག་རེ་ཡོད་པ་དེ་ཚུར་རག་ཐུབ་ཡག་རེ་བ་ཡོད་རེད་དེ་མ་གཏོགས་ཅིག་གིས་བཀའ་ཁྲོལ་ཡོད་པའི་ནང་ལོགས་ནས་ཡང་དེ་ག་ཞིག་ང་ཚོས་སྤྲད་ཐུབ་འདུག་དེ་ག་ཞིག་བཀག་མི་སྲིད་པ་དེ་འདྲའི་ག་ཡང་མ་རེད་དེ་ཚོ་སྔོན་ཚུད་ནས་གང་ཡིན་པ་དེ་མཁྱེན་པ་ཡིན་ན། ཐུ་བྷན་སུ་རེད་བསམ་གི་འདུག་ཨ་ནི་ད་འབྱུང་འགྱུར་ལས་ཀ་བྱེད་པ་ཡང་མང་པོ་བྱུང་གི་རེད་དེ་གའི་ཚང་མ་ལ་ད་ཟླ་བ་གཉིས་ཤིག་འདུག་བ་དེ་བྱས་ཨ་ནི་བསམ་བློའི་ནང་གང་ཡོད་པ་དེ་གའི་ཚང་མ་ལ་ད་བཀའ་ཤག་སྐབས་བཅུ་དྲུག་པའི་སྐབས་ལ་ཡང་ང་ཚོ་མ་འོངས་བོད་ཀྱི་འགན་སྲུང་ཟེར་ཡག་གི་ད Securing Tibet's Future ཟེར་ཡག་གི་ཡིག་ཆ་གཅིག་སྟོན་ཡོང་རེད། འདི་ལ་ཡང་ད་མ་འོངས་པའི་ལས་ལོ་ལྔའི་རིང་ལ་ལས་ག་རེ་བྱེད་དགོས་ཡོད་དེ་གས་དེ་ཡང་སྣེམ་བྱས། ཨ་ནི་འདི་ཡང་གསར་དུ་བཟོས་ན། དེ་མང་ཚོགས་ཡིན་ནའི་རེད། ཨ་ནི་རྒྱུའི་བསམ་བློ་གཟིགས་པ་ཡིན་ན་དེ་ནས་ཨ་ནི་ང་ཚོ་ད་མ་འོངས་པ་ཁ་ཕྱོགས་ག་འདྲ་ཞིག་གང་འགྲོ་དགོས་ཡོད་མེད་དང་དེ་ཚོའི་ཐོག་ལ་ཡང་གསལ་བོ་རང་བཞིན་གྱིས་ཆགས་ཡོང་ཡ་ཆེ་རེད། ད་ཡིན་ནའི་ད་ལྟ་ལས་སྙིང་པོ་འདྲ་ཞུ་བ་ཡིན་ན། བོད་ཀྱི་བདེན་མཐའ་མ་སེལ་གྱི་བར་དུ། ང་ཚོས་གཅིག་བྱེད་དགོས་ཡ་དེ། ད་ལྟ་ང་ཚོ་ཕར་ཚུར་འགྲོ་བའི་སྐབས་ལ་ཡ། རྒྱལ་སྤྱིའི་ནང་ལ་ཡ་དེ་གཅིག་གུས་བརྩི་དང་ཆེ་མཐོང་འདྲ་པོ་གཅིག་གཏོར་གཏོར་ཟེར་ར་དེ་ཡ་དེ་ག་དེ། ད་ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ཡོང་དེ་ག་ཡ་རེད། དེ་ཡིན་དུས་མཚམས་པ་ད་ད་ལྟ་ཕྱི་ནང་གོང་ས་སྐྱབས་མགོན་ཆེན་པོ་མཆོག་ཞལ་བཞུགས་པའི་སྐབས་ལ། བོད་མིའི་སྒྲིག་འཛུགས་དང། གཉིས། རྒྱལ་ཁབ་གཞན་དང་སྒྲིག་འཛུགས་གཞན་དེ་ཚོའི་པ་ར་ལ་ཡ་འབྲེལ་བ་དེ་ཤུགས་ཆེར་བཏང་ཡ་དང། དེ་གས་དེ་སྒྲིག་འཛུགས་དང་ལྡན་པ་བྱས་ནས་ད་ཨིན་ཇི་སྐད་ནང་ལེན་ནི Institutionalize བྱས་ནས། མ་འོངས་པར་ལོ་ཉི་ཤུ་སུམ་ཅུའི་རྗེས་ལས་ཡིན་པ་ཡིན་ནས་ཅི་ནུ་ཁོང་སྐྱབས་མགོན་ཆེན་པོ་མཆོག་གས་ཆེ་བཞེས་མ་ཞུས་པའི་གནས་སྟངས་དེ་ནས་བྱུང་བ་འདྲ་བ་ཇི་བཞིན་པ་ཡིན་ནས་སྐབས་དེ་དུས་ཀྱི་སྲིད་སྐྱོང་ཚོ་ལ་ཡ་ད་ལྟའི་གི་རྩ་ཐོང་རག་ཡོད་པ་ན་ཤིན་ཅིག་རག་ཐུ་ཡ་དང། དེ་འབྲེལ་གི་བར་བརྒལ་གི་དུས་ཚོད་ཅིག་ལ་ཡིན་པ་ཡིན་ནས་ད་ལྟ་རྒྱ་བོད་མི་བཅས་ཀྱི་མང་གཙོ་གསོལ་རས་རྣམས་པ་ན་ཤིན་ཆད་ནས་དགོས་པ་དང་རྒྱུ་མཚན་གི་ཐོག་ནས་གསོལ་རས་རྣམས་པ་ན་ཤིན་ཆད་ནས་མ་འོངས་པ་ང་ཚོ་དེ་རྒྱུན་འཁྱོལ་ཐུ་ཡ་ཅིག་གི་ལམ་ཁ་ཅིག་གང་ལ་ད་བསམ་སྟངས་འགྲོ་དགོས་ཡ་དེ་གལ་ཆེན་པོ་ཞིབ་པོ་བྱེད་ཤག་ཨང་ཆབ་སྲིད་ཐོག་ནས་བཤད་པ་ཡིན་ན་ཨང། བོད་རྒྱའི་དཀའ་རྙོག་སེལ་དགོས་ཀྱི་ཡོད་ན་ཐབས་ལམ་དེ་རྒྱ་ནག་རང་ནས་ཡོང་དགོས་ཡ་གནད་དོན་ཅིག་རེད། དེ་ཡིན་དུས་ད་རྒྱ་ནག་གི་གནས་སྟངས་ག་རེ་ཆགས་ཀྱི་འདུག་དེ་ལ་ཡ་ཕྱིའི་འབྲེལ་བ་དང་གནོན་ཤུགས་ཀྱི་ཐོག་ནས་འགྱུར་བ་ག་རེ་འགྲོ་སྲིད་པ་རེད། རྒྱ་ནག་ནང་ལོགས་ཀྱི་ད་གནས་སྟངས་ལ་དཔལ་འབྱོར་ཡིན་ནས་རེད་སྤྱི་ཚོགས་ཡིན་ནས་རེད་མང་པོ་ཅི་ལ་བལྟས་བྱས་འགྱུར་བ་ག་རེ་འགྲོ་སྲིད་པ་རེད། གནས་སྟངས་དེ་འདྲའི་རེ་རེ་རེ་རེ་གི་འོག་ལ་ཡ་ང་ཚོ་བོད་པ་ལ་ཡ་གོ་སྐབས་ག་རེ་ཡོང་གི་རེད་གདོང་ལེན་བྱས་དགོས་ཡ་ག་རེ་ཡོང་གི་རེད། ད་འདི་གས་འདི་ད་ལྟ་ནས་བྱས་ནས་ང་ཚོ་གྲ་སྒྲིག་ཡག་པོ་བྱ་དགོས་ཡ་དེ་དཔེ་མི་སྲིད་ཀྱི་མན་ངག་ཆེན་པོ་ཆགས་བསྡད་ཡག་རེད་ངས་ནི་དེ་ཚོ་དུས་ཚོད་བཏང་དགོས་ཀྱི་རེད་ལ། མི་མང་པོ་མཉམ་དུ་གོ་བསྡུར་བྱེད་དགོས་ཀྱི་མི་གཅིག་གཉིས་བཟོ་ཐུབ་ཡག་གི་གནས་སྟངས་དེ་འདྲ་མ་རེད་དེ་ཚོ་གང་ལས་དང་ཤུགས་རྒྱག་དགོས་ཡ་དང་ཨ་ནི་གཙོ་བོ་གཙོ་བོ་དེ་ད་ལྟ་བུ་དུ་མུ་མཐུད་ནས་འགྲོ་བཞིན་པའི་གི་ད་བོད་མིའི་སྒྲིག་འཛུགས་དེ་སྲ་བརྟན་ཡག་པོ་སྒྲིག་འཛུགས་འགྲོ་སྟངས་ཁོ་རང་ཨ་ནི་ཅིག་ལས་རྗེས་སུ་འགན་གཙོ་བོ་ཁེབས་པའི་ཐོག་ནས་ཨ་རིའི་སྤྱི་ཁྲིམས་དང་སྒྲིག་གཞི་དང་འགྲོ་ལུགས་ག་རེ་ཡིན་པ་ཡིན་ནའི་ཆ་ཚང་ཞིག་གྲངས་མདོ་ཚད་ལྡན་དེ་འདྲ་བཟོས་པའི་ཐོག་ནས་ཨ་རིའི་སྒྲིག་འཛུགས་སྲ་བརྟན་བཟོས་ཡ། ཨ་རིའི་མི་དམངས་དང་སྒྲིག་འཛུགས་ཀྱི་པ་ར་ལ་ཡང་འབྲེལ་བ་དམ་ཟབ་ཡོང་ཡ་ཆེད་དུ་བསམ་བློའི་གནང་བ་ལས་ཡོད་པ་དེ་གའི་དེ་མ་ཕབ་ཆེད་ད་ལྟ Vision Paper དེ་ནང་ལ་ཡང་མ་ཅིག་བསྣན་པ་ཡིན་ན། མ་འོངས་པ་ཡང་ཅིག་གིས་སོ་སོའི་ངོས་ནས་ཅིག་ཁོས་བཀའ་ཤག་གི་བསམ་བློ་དེ་འདྲ་ཞིག་བཏང་གི་འདུག་དཔེར་ན་ང་ཚོའི་འདི་ལ་ཡང་ད་ནུས་བ་སྤུངས་ཡ་ལ་ག་རེ་བྱེད་དགོས་ཀྱི་ཡོད་མེད་འདུག་བྱས་ནི་རེད་ད་མཐའ་མ་ཞུ་ཡ་དེ་ག་ནར་རང་ངང་སུ་ནང་ལོག་ལ་ཐུག་འབུ་དགོས་ཡ་དེ་དཔེ་མི་ས་གལ་ཆེན་པོ་རེད། བཀའ་ཤག་སྐབས་བཅུ་དྲུག་པའི་གི་ལས་རྒྱུན་རིང་ང་ལས་ཡ་བཀའ་ཤག་སྐབས་བཅུ་དྲུག་པའི་གི་ལས་གཞི་མང་པོ་ཞུ་ཅིག་བརྩམས་ཡོད་རེད་ཕལ་ཆེར་དཔལ་འབྱོར་གས་ད་འགྲོ་སོང་བཏང་ཡ་མང་ཤོས་ཅིག་གི་དུས་ཚོད་ཅིག་ཁད་དེ་ཡོད་དུས་ལས་གཞི་མང་པོ་ཅིག་སྤེལ་ཡོད་རེད་དེ་ནས་ལས་གཞི་ཚང་མ་ལོར་ག་ཚོད་མཐུ་བསྡུ་གི་ཞིབ་ཚགས་པོ་བྱེད་བྱེད་ཅིག་གི། སྤྱི་ཚོགས་ནང་ལོང་ལ་ཡང་གླེང་སློང་མི་ཡོང་ཡག་གི་འབད་བརྩོན་བྱས་ནས་ཨེ་ནི་ལྷན་ཁང་སོ་སོ་སོའི་གི་ལས་གཞི་རྒྱ་ཆེན་པོ་མང་པོ་ཡོད་རེད་དེ་ད་ལྟ་ཡིན་ནས་བཤད་རྒྱུ་གཏམ་རྒྱུ་མེད་པ་བྱེད་བྱེད་ཡག་ཐག་གཅོད་ཅིག་དྲང་པོ་དྲང་བཞག་བྱེད་བྱེད་ཆོལ་ཁ་དང་ཆོས་ལུགས་དང་མི་ཚོགས་ཀྱི་དབྱེ་བ་གང་ཡང་མེད་ཅེས་མེད་ཅེས་ལས་ཀ་བྱེད་པ་འདི་ང་ཚོ་རྒྱུན་འཁྱོངས་བྱས་ཆེད་ད་ལྟ་སྤྱི་ཡོངས་དྲང་བདེན་ཟེར་ཡ་འདི་རྒྱུན་འཁྱོངས་བྱས་ཆེད་འོ་ད་བཀའ་ཤག་འདི་གི་དུས་ཡུན་ལ་ཡང་འདིར་དྲང་པོ་བྱས་མ་སོང་ཟེར་ཡ་དེ་འདྲའི་ཤེས་རྒྱུ་མེད་པ་ཅིག་ད་ལྟ་བྱུང་མ་སོང་ལ་མ་འོངས་པ་ཡིན་ནའི་དེ་འདྲའི་མ་ཡོང་ཡག་གི་འབད་བརྩོན་དེ་གང་ཞུ་གི་ཡིན་གང་ལྟར་ང་ཚོ་བོད་ཆོལ་ཁ་གསུམ་གྱི་བོད་རིགས་ཚང་མ་ལོ་གཅིག་པ་གཅིག་རྐྱང་རེད། བསམ་བློ་འདི་རྒྱ་ཆེ་ས་ནས་བཏང་ཐུབ་དགོས་ཀྱི་ཡོད་རེད་མ་གཏོགས་ཅིག་གི་ཆུང་ས་རང་ནས་ང་ཚོ་ནང་ཁུལ་གྱི་དབུ་གསུམ་བཏང་ནས་ང་ཚོ་རྩོད་གླེང་བྱས་ཀྱང་ཡག་ཅིག་མ་གཏོགས་ཅིག་གི་ནུས་པ་གང་ཡོད་པ་དེ་ང་ཚོ་ནང་ཁུལ་ཕར་ཚུར་རྩོད་པ་རྒྱབ་ཆད་བསྡད་བསྡད་ཀྱི་རེད་གང་ལྟར་བོད་སྤྱི་ལ་ཡང་ཐབས་ལམ་ཅིག་མ་རྙེད་པ་ཡིན་ན་ཆོལ་ཁ་བྱེ་བྲག་པ་ལ་ཡང་ཐབས་ལམ་རྙེད་དེ་ཁ་བོ་ཞེ་དྲག་ཆགས་བསྡད་ཡོད་རེད་དེ་ང་ཚོའི་ཤེས་པ་ཆེ་ཆེ་རྒྱ་ཆེ་ས་ནས་ད་འཛམ་བུ་གླིང་འདིའི་ནང་ལོགས་ལ་ང་རང་ཚོ་བོད་པ་རང་གི་ང་ཚོ་བོད་པའི་གནད་དོན་བསམ་བཏང་ཡོང་དུས་འཛམ་བུ་གླིང་འདིའི་ནང་ལོགས་ལ་གནད་དོན་གལ་ཆེ་ཤོས་དེ་ང་ཚོའི་བོད་པའི་གནད་དོན་དེ་ཡིན་བསམ་བསྡད་ཀྱི་རེད་བ། དེ་ཡང་རྒྱ་ཆེ་ས་ནས་འཛམ་བུ་གླིང་གནད་དོན་མང་པོ་ཅིག་ལ་བལྟ་ཡོང་དུས་བསམ་པ་དང་ལྷག་པར་དུ་ད་ལྟ་ད་འཛམ་བུ་གླིང་འདིའི་ནང་ལོགས་ལ་འགྱུར་འགྲོས་ཤུགས་ཆེན་པོ་ཞུགས་ཀྱི་འགྲོ་བསྡད་ཀྱི་ཡོད་དུས་བསམ་པ་ལ་དེ་དང་བསྟུན་བྱས་ཨ་ནི་ང་ཚོའི་གི་འཐབ་རྩོད་དེ་ག་འདྲའི་ཕྱི་ནས་གཅིག་སྐད་ཆ་བཤད་སྟངས་ལ་ཡིན་པ་ཡིན་ནས་འགྱུར་བ་ག་འདྲི་ག་འདྲི་གཏང་དགོས་ཀྱི་ཡོད་མེད་དེ་ཚོའི་ཐོག་ལ་ཡང་ཨ་ནི་ད་བསམ་བློ་གཏང་དགོས་ཡ་གལ་ཆེན་པོ་རེད་དེ་འདྲའི་རྒྱ་ཆེ་ས་ནས་བསམ་བློ་གཏང་པ་ཡིན་ན་ད་ང་ཚོ་ནང་ཁུལ་བར་ཚོ་ཆུད་རྩོད་པ་བསྐྱལ་ཏེ་ཨ་ནི་ཆུང་ཆུང་ལ་མཐོང་བྱེད་ཨ་ནི་རང་བཞིན་གྱི་ང་ཚོའི་ནུས་པ་རྒྱ་ཆེ་ས་ནས་སྤུངས་ཐུ་ཡ་དེ་ཡོང་ཐུ་ཡ་ཅིག་རེད་དེ་ཁོ་སྐྱ་སེར་ཕོ་མོ་གི་དབྱེ་བ་གལ་མ་རེད་ལྷག་པར་དུ་ཨ་ནི་སེར་མོ་བ་ཡིན་པ་ཡིན་ན། ལྷ་མི་བྱ་བའི་གཞུང་ལུགས་འཛུགས་ཟེར་གྱི་ཡོད་དུས་བསམ་པ་ལ་གཞུང་ལུགས་རྒྱ་ཆེན་པོ་འཛུགས་ཟེར་ཐུབ་ཀྱི་ཡོད་དུས་ཨ་ནི་ང་རང་ཚོའི་སྤྱི་ཚོགས་ནང་ལོག་གི་ཆུང་ཚག་གི་གནད་དོན་འདི་ཚོ་ཏོག་ཏོག་མ་གཏོགས་གལ་ཡོད་མ་རེད་བ་ད་དེ་དེ་ཡིན་དུས་དེ་ཚོ་ལ་ཡང་དགོངས་པ་ཤས་ཆེ་གནང་ཐུབ་པ་ཡིན་ན་དངོས་གནས་དྲང་གནས་ཀྱི་ད་ང་ཚོ་རྒྱ་རོམ་ཤེས་དགོངས་ལོ་དགུ་བཅུ་ད་ད་ལོ་དགུ་བཅུ་གོ་གཅིག་ལ་ཡང་དུ་བཞིན་ཕེབས་འགྲོ་གི་རེད་ཨ་ནི་སྐུ་མདུན་གྱི་དགོངས་པ། འོ་ནུབ་ཆོས་དགོངས་པ་དཔེ་མི་སྲིད་རྒྱ་ཆེན་པོ་ཡོད་རེད་དེ་ང་ཚོས་དེ་ག་ཚོད་ཐུབ་ཐུབ་ཀྱིས་སྙབ་ཐུབ་ཡ་གི་ཐབས་ཤེས་བྱས་བྱས་འགྲུབ་དགོས་ཀྱི་ཡོད་རེད་དེ་མི་གཅིག་གཉིས་ཀྱི་ཡོང་ཡ་གཅིག་རྩ་བ་ཉིད་ནས་མ་རེད། རང་སྲིད་སྐྱོང་ཡིན་ཞེས་ནས་སྲིད་སྐྱོང་ཅི་དགོས་བྱེད་ཐུབ་ཡ་རྩ་བ་ཉིད་ནས་མ་རེད། འོ་ད་བཀའ་ཤག་ལྷན་རྒྱས་ཡོད་རེད་དང་ནང་བཞིན་གྱི་འབྲེལ་ཡོད་ལས་བྱེད་ས་གནས་སོ་སོ་སུ་ལས་ཀ་བྱེད་མཁན་ཚང་མ་ལོག་འགན་འཁེལ་བྱས་ང་ཚོ་ད་ལྟ་འདི་བཟོ་ལྟ་འདྲ་བོ་འདི་བོད་མིའི་སྒྲིག་འཛུགས་ཞེས་ཡག་གི་བཟོ་ལྟ་འདི་འདུག་བྱས་ནས་ཡོང་ཐུབ་གི་ཡོད་རེད་མ་གཏོགས་ཅིག་མི་གཅིག་གཉིས་ལ་བརྟེན་ནས་གསང་བ་ཉིད་ནས་མ་རེད་དེ་ཡིན་ཚང་མ་ང་ཚོ་སྒྲིག་འཛུགས་འདི་གལ་ཆེན་པོ་གཅིག་ཨ་འདི་གནས་ཐུ་ཡས་ཀྱི་ཆེད་དུ་ད་ཚང་མ་ལོག་གི་ཐབས་ཤེས་བཏོན་དགོས་ཀྱི་ཡོད་རེད་མ་གཏོགས་ཅིག་གཅིག་གཅིག་ལ་ང་ཚོ་རྙོག་དྲ་རྐྱང་རྐྱང་བཤད་དེ་ནི་ཕན་ཐོག་མི་འདུག་ཨ་ནང་ཁུལ་ལ་ཡ་ཅེས་ཡི་གེ་དང་རས་མང་པོ་དང་རྩོད་པ་རྒྱ་རི་མང་པོ་རེ་བྱས་དེ་དུས་ཚོད་འཕྲོ་བརླག་སོར་སྐབས་རེ་ཨ་ཁ་ད་དེ་འདྲའི་དུས་ཚོད་དུ་ང་ཚོ་ཕྱི་ལོག་ལ་སྙོབ་ཐུབ་ཡོད་ན་བསམ་བསམ་འདྲ་བོ་དེ་འདྲའི་དྲན་ཡོང་ཨ་དེ་འདྲ་ཡོང་གི་འདུག་བ་དེ་ཡིན་དུས་རྒྱལ་སྤྱིའི་ནང་ལོག་ལ་ཡིན་པ་ཡིན་ནའི་ང་ཚོ་ག་ཚོད་མང་ང་སྙོབ་ཐུབ་བ་ཡིན་ནའི་དེ་ག་ཟི་མང་ང་ང་ཚོ་གྲོགས་པོ་བཟོ་ཐུབ་ཡ་ག་ག་ཟི་ཞིག་མང་པོ་སྙོབ་མ་ཐུབ་བ་ཡིན་ནའི་དེ་ཙམ་གཅིག་གིས་ཨ་ནི་བོད་དོན་ག་ལ་ཡ་དོ་སྣང་མ་ལས་ཡ་གི་གནས་སྟངས་གཅིག་དེ་ཁོ་རང་བཞིན་རེད་དེ་ཡིན་དེ་ཚོའི་ཐོག་ལ་ཡང་དེ་བྱས་ཨ་ནི་ང་ཚོ་ནང་ཁུལ་ལ་ཡང་བསམ་བློ་གཏོར་གཏོར་མ་མཐུན་པ་ཡོང་གི་རེད་དེ་ཚོ་ཧང་སང་དགོས་གལ་ཡོད་མ་རེད་པ་འཛམ་བུ་གླིང་འདིའི་ནང་ལོགས་ལ་མི་དུང་ཕྱུར་བརྒྱད་ཅུ་ཡང་རེད་གཟུགས་མི་འདྲ་ཡོད་པ་ནང་བཞིན་བཞིན་བསམ་བློ་མི་འདྲ་དུང་ཕྱུར་བརྒྱད་ཅུ་ཡོད་དུས་ལོ་ཚད་མི་འདྲ་རྐྱང་རྐྱང་རེད་ཉམས་མྱོང་མི་འདྲ་ཤ་སྟག་རེད་དེ་ཡིན་ཙང་མ་མཐུན་པ་ཟེར་ང་ཚོ་ཡོང་གི་རེད་ཡིན་ནས་མ་མཐུན་པ་ཡོང་ཡས་ཀྱི་རྒྱབ་ལྗོངས་ཀྱི་བསམ་བློ་དེ་ཤེས་པ་ཡིན་ན་ཨ་ནི་འཁོན་འཛིན་ཆེན་མོ་བའི་གནས་སྟངས་གཅིག་རང་བཞིན་གྱི་ཆགས་ཀྱི་ཡོད་དུས་དེ་ང་ཚོ་བོད་པ་ནང་ལོགས་ལས་ནི་ལྷག་པར་དུ་ང་ཚོ་ནང་ལོགས་ལས་ཡ་གཅིག་གཅིག་ཕག་ཚོ་མཐུན་སྒྲིལ་བྱེད་ཡ་དང་རོགས་བྱེད་ཡ་དང་སྤྱི་པའི་རྩ་དོན་ལ་སླེབས་ཡོང་དུས་ཚང་པ་ཨ་ནི་ཚང་མས་ཀྱི་ནུས་པ་སྤུངས་བྱས་བྱས་དགོས་ཡ་དེ་དེ་གལ་ཆེན་པོ་ཆགས་ཀྱི་ཡོད་རེད་དེ་རྒན་པས་ཀྱི་གཞོན་པ་ལ་བསླབ་བྱ་རྒྱག་གི་ཡིན་ཡ་རེད་གཞོན་པ་རང་གིས་བསམ་བློ་བཏང་བྱས་སྣེ་ཁྲིད་ཀྱི་ཡིན་པ་ཡིན་ཡ་རེད་གནད་དོན་ག་རེའི་ཐོག་ལ་ཡིན་པ་ཡིན་ནས་གཏིང་ཟབ་པོ་ནས་ཤེས་པ་བྱས་བྱས་ཨ་ནི་ལྷག་པར་དུ་སུ་སུའི་ལོ་རྒྱུས་ཐུགས་ལ་བཏགས་དགོས་ཡ་དེ་དཔེ་གལ་ཆེན་པོ་རེད་ཤག་དེ་མེད་ན་འཛམ་བུ་གླིང་ནང་ལོག་ལ་རྩོད་པ་རྒྱག་དགོས་ན་ནི་ཁག་པོ་རེད་ཤག་ང་ཚོའི་རྩོད་པ་རྒྱབ་སྟངས་དེ་གཅིག་དེ་ལོ་རྒྱུས་ཀྱི་ཐོག་ནས་གཅིག་དེ་འཛམ་བུ་གླིང་གི་ཁྲིམས་ཀྱི་ཐོག་ནས་རྩོད་པ་རྒྱག་དགོས་ཀྱི་འདུག་གནས་ཡུལ་ཚང་མ་འདི་ཚོ་རྩོད་པ་རྒྱབ་པ་ལ་སོ་སོའི་གནས་ཚུལ་ཤེས་དགོས་ཡ་དེ་ཚོའི་གལ་ཆེན་པོ་འདུག་ད་ཡིག་ཆ་དེ་ཚོ་བཏོན་བཞག་ཡོད་རེད་ད་དེ་ཚོ་པར་སྐྲུན་བྱེད་ཀྱི་ཡོད་རེད་དེ་ཡུལ་ཚང་མ་ཨ་ཚང་མ་ལོག་གི་ཨ་ནི་འབད་བརྩོན་གནང་རོགས་གནང་ཞེས་ནི་ང་ཚོ་ཕར་ཚུར་འཁོན་འཛིན་བྱེད་དགོས་ཡ་གི་གནས་བབ་གང་ཡང་ཡོད་མ་རེད་དེ་ཡུལ་ཚང་མ། ཨ་རིའི་སྤྱི་ནོར་ཁོངས་སུ་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་དགོས་ཀྱི་ཡོད་ན། ང་ཚོ་དབུལ་བོ་དཔུང་སྡེ་ཞུ་མཁན་ཚོས་རྒྱ་གར་མི་ཚོའི་བཀའ་སྲུང་ཅི་དྲུག་ཞུ་ཡ་དང། ང་ཚོ་ནང་ཁུལ་འཆམ་པོ་བྱེད་ཡ་དང། ནང་ཁུལ་འཆམ་པོ་བྱས་པ་ཡིན་ན་ཁ་བརྡའི་སྟོབས་ཆེན་པོ་ག་གེ་སུ་ཞིག་ཡོད་པ་ཡིན་ནའི་ང་ཚོ་གདོང་ལེན་བྱེད་ཐུབ་ཡ་གི་ནུས་པ་ཡོད་རེད། ང་ཚོ་ནང་ཁུལ་འཆམ་པོ་བྱེད་མ་ཐུབ་པ་ཡིན་ན་དེ་ཁ་བརྡའི་ལས་འདྲ་དགོས་ཀྱི་ཡོད་མ་རེད་ང་རང་ཚོ་ང་ཚོ་ནང་ཁུལ་མེད་པ་བཟོ་འགྲོ་གི་རུ་བ་ད་འདི་ལྟར་ཁོ་འགྲེལ་བཤད་རྒྱག་དགོས་ཡ་མི་འདུག་བསམ་བློ་ཤན་ཤན་པ་བཟོ་རེ་ཞུ་བ་དེ་འདུས། དེ་འདྲ་ཞིག་གནང་རོགས་གནང་ཞེས་ནས། ཞུ་བ་དེ་འདྲ་བྱིན་ཨེ་ནས་རིམ་པས་རིམ་པས་ད། ང་ཚོ་དེ་རིང་བར་ལས་ཀ་བྱེད་ཀྱི་བྱེད་ཀྱི། དངོས་ཡོད་གནས་སྟངས་ག་རེ་ཆགས་ཀྱི་ཡོད་པ་ཡིན་ན་དེ་གས་དེ་མང་ཚོགས་ནང་ལོགས་ལ་འགྲེལ་བཤད་ཞུ་དགོས་དེ་གལ་ཆེན་པོ་རེད། ཨ་ནི་ཡང་ཅིག་རེ་བ་ཞུ་གཅིག་ཆེན་པོ་དེ་འདྲ་རྒྱབ་འགྲོ་ཡ་མེད་པའི་རེ་བ་དེ་འདྲ་རྒྱབ་ན་ནི་ཨ་ནི་གཞུང་མང་ཡང་དེ་ལ་ཡང་ཡི་དྭངས་བྱེད་ཆེད། ཨ་ནི་ཡང་ཅིག་གི་གནས་སྟངས་ཆགས་ཡ་དེ་འདྲ་ཡོད་རེ་བ་དེ་འདྲའི་མོ་འགོག་བྱེད་ཆེད་ཨ་ནི་ང་ཚོ་ཚང་མ་ལོགས་པས་མཉམ་རུབ་དང་ད་ལྟ་བར་དུ། རྣམ་པ་ཚོས་འགན་བཞེས་གནང་སོང། མི་མང་ངོས་ནས་རེད་ཚོགས་པ་སྐྱིད་སྡུག་ངོས་ནས་རེད་མང་པོ་ཅིག་གི་ཐོག་ནས། ང་ཚོ་བ་ཕ་ཚོ་འགྲོ་ནས་ལས་ཀ་མཉམ་དུ་མང་པོ་བྱས་ཡོད་རེད་ང་ཚོ་ཡིན་ནའི། བསམ་བློ་གསར་པ་དེ་འདྲ་ཡོད་པ་ཡིན་ན་ག་དུས་ནས་བསམ་བློ་སྒོ་ཕྱེ་ནས་བསྡད་ཡོད་མ་གཏོགས་ཅིག་སྒོ་བརྒྱབ་ནས་བསྡད་མེད། དེ་ཡིན་ཚང་མ་ཕན་ཐོགས་ཡས་ཀྱི་དགོངས་འཇགས་དེ་འདྲ་ཡོད་པ་ཡིན་ན་ཡིན་གཅིག་མིན་གཅིག་གསུང་རོགས་གནང་དེ་འདྲ་རྒྱུ་མཚན་འདུག་དང་མི་འདུག་དང་གནས་སྟངས་དེ་འདྲ་ཐུག་གི་འདུག་མི་འདུག་དེ་ནས་ད་ང་དེ་ང་ཚོས་བྱས་པ་ཆགས་བྱས་གྱུར་པ། འོ་དེ་འདྲས་རེད་ཐེངས་འདི་ཚང་མ་ང་རང་ངོས་ནས་ཡིན། མ་འོངས་པའི་ད་ལྟ་གི་བཀའ་ཤག་ངོས་ནས་ཧུར་ཐག་པ་དང་གནང་ཞུ་གི་ཡོད་རེད་མ་འོངས་པ་ཡིན་ནའི་ད་ཡག་པོ་ཞིག་ཡོང་ཡག་གི་རེ་བ་ཅིག་འདུག་ཞུ་བསྡད་ཀྱི་ཡོད་དེ་ཚང་མ་རྣམ་པ་ཚོས་ཚང་མ་ལ་རྒྱབ་སྐྱོར་གནང་བ་དང་ཤ་ཚ་བཏོན་གནང་བ་དེ་ལ་ཐུགས་ཆེ་ཞེས་ཞུ་གི་ཡིན། མུ་མཐུད་ནས་ཡོང་བའི་རེ་བ་ཡོད་ཐུགས་ཆེ།